སློབ་ཚན་བཅུ་གཉིས་པ་ལྷ་སའི་གཙུག་ལག་ཁང་རྣམ་གཉིས་ར་ས་ཁྲི་སྣང་གཙུག་ལག་ཁང་དང་རྒྱ་སྟག་ར་མོ་ཆེའི་གཙུག་ལག་ཁང་གཉིས་ནི་ལྷ་ས་གྲོང་ཁྱེར་གྱི་དབུས་སུ་ཡོད། གཙུག་ལག་ཁང་དེ་གཉིས་ནི་སྤྱི་ལོ་དུས་རབས་བདུན་པའི་དུས་དཀྱིལ་དུ་བཞེངས་པ་རེད། དེ་ཡང་ཆོས་རྒྱུད་སྲོང་བཙན་སྒམ་པོས་དབལ་བཟའ་ཁྲི་བཙུན་དང། རྒྱ་བཟའ་བང་ཤིང་གོང་བཅོ་ན་ནས་སྔ་རྗེས་སུ་བཙུན་མོར་བཞེས་ཤིང། དབལ་བཟའ་ཁྲི་བཙུན་གྱི་རྟེན་སྐལ་དུ་ཇོ་བོ་མི་སྤྲུལ་རྡོ་རྗེ་དང། རྒྱ་བཟའ་གོང་བཅོའི་རྟེན་སྐལ་དུ་ཇོ་བོ་ཤཱཀྱ་མུ་ནེའི་སྐུ་བརྙན་ལྷ་སར་གདན་དྲངས། རྒྱལ་པོ་སྲོང་བཙན་སྒམ་པའི་ཐུགས་ལ། ཇོ་བོ་རྣམ་པ་གཉིས་བཞུགས་ཡུལ་ལ་ལྷ་ཁང་རེ་བཞེངས་པར་དགོངས་ཏེ། བཙུན་མོ་རྣམ་པ་གཉིས་ལ་ལྷ་ཁང་རེ་བཞེངས་དུ་བཅུག། དབལ་བཟའ་ཁྲི་བཙུན་གྱིས་ར་ས་ཁྲི་ནང་གཙུག་ལག་ཁང་བཞེངས་ཤིང། དེའི་རྟེན་གྱི་གཙོ་བོར་དབལ་བཟའ་ཁྲི་བཙུན་གྱིས་དབལ་བོ་ནས་གདན་དྲངས་པའི་ཇོ་བོ་མི་སྐྱོད་རྡོ་རྗེ་བཞུགས་སུ་གསོལ་བ་དང། དེའི་སྒོ་ནུབ་ཕྱོགས་དབལ་ཡུལ་དུ་གཏད། གཙུག་ལག་ཁང་དེར་ནང་སྐོར་དང་བར་སྐོར་ཕྱི་སྐོར་བཅས་རིམ་པ་གསུམ་དང། ཐོག་སོ་རིམ་པ་མི་འདྲ་བ་བཞི་ཡོད། ཡང་སྟེང་གི་རྒྱ་ཕིབས་དང་ཆོས་འཁོར་རི་དྭགས་རྒྱལ་མཚན་སོགས་ལས་གསེར་རོ་ལམ་ལམ་འཕྲོ་བས། བརྗིད་ཆགས་ཤིང་ལྟ་ན་སྡུག་པ་ཞིག་རེད། རྒྱ་བཟའ་ཀོང་ཇོས་རྒྱ་སྟག་ར་མོ་ཆེའི་གཙུག་ལག་ཁང་བཞེངས་ཤིང། དེའི་སྒོའི་ཤར་ཕྱོགས་རྒྱ་ཡུལ་དུ་གཏད། དེའི་ནང་གི་རྟེན་གྱི་གཙོ་བོར། རྒྱ་བཟའི་རྟེན་སྐལ་ཇོ་ཤཱཀ་ཅཱ་མ་ནེའི་བཞུགས་སུ་གསོལ་བ་དང། གཙུག་ལག་ཁང་འདི་རྒྱ་ཕིབས་སྟག་གི་སྤུ་རིས་ལྟར་བཀྲ་བའི་ཆ་ནས། རྒྱ་སྟག་ར་མོ་ཆེ་ཞེས་མིང་ཐོགས་པར་བྱེད། ཕྱི་ནས་བལྟས་ན་ཐོག་སོ་རིམ་པ་མཐོ་ཞིང། སེར་སྐྱ་རྒྱ་ཕིབས་ལས་གསེར་འོད་འཕྲོ་བ་དང་རྒྱལ་མཉམ་ལྡན་ཞིང་ལྟ་ན་སྡུག་པ་ཞིག་རེད། རྒྱལ་བོ་སྲོང་བཙན་སྒམ་པོ་སྐུ་གཤེགས་པའི་རྗེས་སུ་རྒྱ་བཟའི་བཀོད་པ་ལྟར་ཇོ་བོ་རྣམ་པ་གཉིས་ཀྱི་བཞུགས་གནས་བརྗེས་ཏེ། ཇོ་བོ་མི་སྐྱོར་རྡོ་རྗེས་རྒྱ་སྟག་ར་མོ་ཆེའི་གཙུག་ལག་ཁང་དུ་གདན་དྲངས་པ་དང། ཇོ་བོ་ཤཱཀྱ་མུ་ནེས་ར་ས་ཕྲི་སྣང་གཙུག་ལག་ཁང་དུ་གདན་དྲངས་པར་བྱེད་དོ། གཙུག་ལག་ཁང་དེ་ཉིད་བཞེངས་ནས་ད་ལྟའི་བར་དུ་ལོ་ཆིག་སྟོང་སུམ་བརྒྱ་ལྷག་འགོར་ནའང། ཕྱིའི་རྣམ་པ་དང་ནང་གི་སྐུ་གསུང་ཐུགས་རྟེན། ཡང་སྟེང་གི་གསེར་གྱི་རྒྱ་ཕིབས། རྩིག་པའི་ངོས་ཀྱི་ལྡེབས་བཞི། ཀ་བ་དང་གདོང་མའི་ཐོག་གི་བསྐོས་རས་སོགས་ནི་ཚོམ་དང་རྣམ་པར་བཀྲ་ཞིང་གསོན་ཉམས་ལྡན་པ་དང། དེ་རིན་ཐང་བྲལ་བའི་རིག་གནས་སྒྱུ་རྩལ་གྱིས་གནའ་བོའི་བོད་དང་རྒྱ་བལ་བོད་གསུམ་གྱི་ངལ་རྩོལ་མི་དམངས་ཀྱི་བློ་གྲོས་དང་ལག་རྩལ་མཚོན་པར་མ་ཟད། མི་རིགས་ཁག་གི་བར་ལ་ལག་རྩལ་བརྗེ་རེས་དང་མཛའ་མཐུན་མཉམ་ལས་བྱས་པ་ཡང་མཚོན་ཡོད། སློབ་ཚན་བཅུ་གཉིས་པའི་ཐ་སྙད། བཙུན་མོ། བཙུན་མོ། བཞེངས། བཞེངས། སྐུ་བརྙན། སྐུ་བརྙན། དེའི་རབ། དེའི་རབ། སྟེ། སྟེ།